ནས་ཕྱོགས་གཅིག་ནས་ང་ཚོས་ཐུགས་བསམ་བཞེས་གཅིག་ལ། དགོན་པ་དང་ལྷ་ཁང་རྫིག་པོ་བཟོ་བསྡད་པ་ལས་མི་དེ་བཟོ་ཡ་དེ་གལ་ཆེན་པོ་ཞེ་དྲག་རེད་ཞང། མི་དེ་ལ་ཐོས་བསམ་བཤད་གྲྭ་ལ་སོགས་ཀྱི་སྒོ་ནས་ཐོས་བསམ་བྱེད་ཐུབ་ཡ་གཅིག་དང་སྒྲུབ་གྲྭ་གི་སྒོ་ནས་ཉམས་ལེན་བྱེད་ཐུབ་ཡ་མི་དེ་བཟོ་ཐུབ་ཡ། དེ་ནས། ཁ་སང་མ་གའི་བཤད་གྲྭ་རུ་ཞུས་པ་ནང་བཞིན། སྐྱ་སེར་ཕོ་མོ་ཚོ་འདྲ་ཡིན་ན་ཡང་ནང་པའི་ནང་ཆོས་ཀྱི་སློབ་སྦྱོང་དེ་ཕ་སྤྲད་ནས། གོ་བརྡ་སྤྲད་ནས་དེ་ཡང་ཅི་དགེ་བ་བཅུ་དང། མི་དགེ་བ་བཅུ་ལ་སོགས་པའི་བླང་དོར་གྱི་གནད་ཆུང་ཆུང་དེ་འདྲ་ཙམ་གྱིས་མ་ཡིན་པ། ང་རང་ཚོ་ནང་པ་སངས་རྒྱས་བོད་ཀྱི་ལྟ་བ་མཐར་ཐུག་པ་ཕ་བཤད་ཐུབ་ཡ་ཁོང་རང་ཚོ་གི་ནས་ཉམས་སུ་ལེན་ཐུབ་ཡ་དེ་མི་དེ་བཟོ་ཡ་དེ་གལ་ཆེན་པོ་ཞི་དྲག་རེད་ཤག་གང་རེད་ཟེར་ན་ང་འཛམ་བུ་གླིང་ག་ས་ག་སར་སླེབས་པ་རེད། རྔན་མ་གི།

དགོན་པ་མང་པོ་ཞེ་དྲག་རེད། དཔེར་ན་སྐྱོ་བྲོ་ཟེར་སའི་ལུང་པ་དེ་རྐྱང་པ་ལ་དགོན་པ་ཁྲི་གཅིག་ཡོད་ས་རེད་ཕལ་ཆེར། དེ་ནི་དགོན་པ་དེ་ཚོ་ཡང་ཧ་ལས་པ་གི་ཆེན་པོ་དང་ཡག་པོ། དགོན་པ་གི་གླིང་ཁ་དེ་ཚོ་རྐྱང་པ་ལ་ཧ་ལས་པ་དེ་འདྲ་རེད། ཡིན་ན་ཡང་དགོན་པ་ཕལ་ཆེ་བ་དེ་ཕལ་ཆེ་བ་དེ་སྟོང་པ་སྟོང་རྐྱང་རེད། གྲྭ་པ་རེ་རེ་ཚེ་གཉིས་རེ་ཚེ།

རྫོང་སར་བཤད་གྲྭ་གྲ་གཅིག་ཡིན་ན་ད་རྒྱ་གར་དུ་ཡོད་པའི་རྫོང་སར་བཤད་གྲྭ་གྲ་གཅིག་ཡིན་ན། ལོ་བཅོ་ལྔ་ཉི་ཤུ་གི་སྔས་ལ། ཁང་པ་མང་པོ་ཞེ་དྲག་ཡོད་མ་རེད་པ་གྲྭ་པ་བ་ཙམ་གྱི་བཙུགས་ས། གི་གར་ས་ས་སྟོང་མེད། ཁང་པ་ཁང་ཆུང་གཅིག་གི་ནང་དུ་ལ་གྲྭ་པ་བཅུ་བཅོ་ལྔ་དེ་འདྲ་ཡར་བརྫངས་ནས།

ད་ས་ཡོད་ཀྱི་ལྟས་ས་ཞིག་ཏུ་ཡོད་ཕྱིར་མ་གཏོགས་བལ་ཡུལ་གྱི་གང་ས་ཅིག་བལ་ཡུལ་ཆོས་དོན་བྱེད་རུང་ཁ་ཤོར་གྱི་ཉེ་འདབས་རྐྱང་པར་ཕལ་ཆེར་དགོན་པ་གྱི་གཞིས་ཆགས་ཏེ། དེ་ཡིན་དུས་གང་ན་དེ་ནས་མཁན་པོ་འཇམ་སེང་གིས་ཐུགས་ཁུར་བླ་ན་མེད་པ་བཞེས་བྱས་ནས།